ཨོ་བཀྲ་ཤིས་བདེ་ལེགས། ཨ་ནེ། ད་ང་ཚོ་གི་བདག་མཛོད་དེ་དངོས་སུ་རང་ཉིད་ཀྱི་གློག་ཀླད་ནང་ལ་ཕར་ལེན་ཅིག་ཚར་སོང་བ་རེད་དེ་འདྲ་ཡིན་དུས་ན། ད་ལྟའི། བསྐྱར་སྒྲིག་བྱེད་སྟངས་ཀྱི་མཚམས་ནས་ངོ་འཕྲོད་བྱེད་ཀྱི་ཡིན། ཐོག་མར་འདི་གོང་ལ་མདའ་རྩེ་བཞག་དེ་ནས་ཙི་ཙིའི་ཡིག་སྣོན་གྱིས། དེ་ནས་ད Excel ཟེར་གྱི་ནང་ལ་སྒོ་ཕྱེ་དགོས་ཀྱི་ཡོད་རེད། ཨོ་དེ་འདྲ་ཅིག་ཡང་དུས་ན་ད་ཁོ་རང་གི་གློག་ཀླད་འདི་ཉིན་ཕྱེད་རིང་ངོ་ལྐོག་ནས་ཚུར་མང་པོ་ཅིག་མཉམ་དུ་ཕར་ལེན་བྱས་དུས་ཡིན་ན་ཡང་ང་ཚོ་ལ་དགོས་ངེས་ཀྱི་གཙོ་བོ་དེ་ད། སྡེ་ཚན་མདོ་དང། མདོ་དང། མདོ་གཉིས་ཀ་རེད་འདུག་དེ་འདྲ་ཡིན་དུས་ན་ད་ང་ཚོ་འདི་མང་པོ་ཅིག་གོ་གི་མི་འདུག་དེ་འདྲ་ཡིན་དུས་ང་ཚོ་གི་འདི་ནི་ཤོག་ངོས་གསར་པ་ཅིག་བཟོ་འདིའི་སྣང་ཐོག་ཏིག་གོ་ལག་ཅིག་ནས། དེ་ནས་ད་འདི་འདི་གཉིས་ཀ་ཏིག་ཤོག་ངོས་གཉིས་གོ་གི་ཡོད་ར་ད་དེ་འདྲ་ཡིན་དུས་ན་ཏིག། ཕྱི་རོལ་དང། འོག་ཆེན་པོ་ཆགས་སོང་དེ་ནས་ཡང་བསྐྱར་དང་པོ་གནང་ལ་སོང། དེ་ནས་འདིའི་མཚམས་ཉི་མར་ཚང་མ་འདེམས་ཤོག་དེ་ནས། འདར་རྩེ་གཡུ་བ་ནི། ཨ་ནི། ངོ་བཤུས་ཀྱི།

འོ་དེར་ད་འདི་ག་ནོར་བཞིན་གི། ད་འདི་གོང་ན་མ་ར་ག་ཚོད་ཡོད་པ་ཡིན་ན་སྔོན་མ་ཉུང་པ་དོ་སོགས་ཀྱི་ཁ་གསབ་ཅིག་དགོས་ཡོད་ན་དེ་ནས་འདི་གསར་པ་ཅིག་དེ་ནས་རྗེས་ནས་མུ་མཐུད་ནས་འདི་ཁ་གསབ་ཅིག་དགོས་ཡོད་ན་གོང་ལྟར་འབྲི་གི་ཡོད་རེད། དེ་འདྲ་ཅིག་དེ་ནས་བརྙན་པར་དེ་སུབ་བཞག་ན་འགྲིག་གི་རེད་ད་འདི་ལ། ཙི་ཙི་ཙི་ཡིག་སྣོན་གྱིས། ཨ་དེ་ནས་སུབ་ཟེར་ར་ཅིག་འདུག་ཨ། དེ་སུབ་བཞག་ན་དེ་ནས་སྤྱི་བོ་ལྷག་བསྡད་རེད་དེ་ནས་ད་འདི་ཉར་ཚགས་ཅིག་དགོས་གི་ཡོད་རེད་ཉར་ཚགས་ཅིག་བལྟས་ན་འདི་ནང་སོང། དེ་ནས་འདི་ནང་ནས། སོང།